ལྔ་བཅུ་ང་དགུ་མ་གསུངས། བུ་ཆུང་སེམས་པ་སྐྱོ་སོང། རང་ཡུལ་ཤོར་བའི་ལོ་རེད། སྙིང་ལ་ན་ཟུག་ལངས།

གར་ས་དོ་སྣང་མང་པོ་སྤྲད་ཙང་དངོས་གནས་ཁོང་ཚོ་སྤྲོ་སྐྱིད་མང་པོ་བྱེད་ཡོད་རེད་བསམ་ཡས་ཞུ་དོགས་ཡེ་ནས་ད་ག་རང་ད་རེད་མི་འདུག་ཨུ་སི་ཐན་ད་ཟི་ཡས་འདུག་ཨ། དམངས་དེ་ཡུ་རོབ་ལ་ཞུགས་ཉེས་ཀྱི་བོད་མི་རྣམས་པ་དངོས་གནས་སེམས་ཤུགས་ཚ་བོ། དྲང་བདེན་ལ་དགའ་ཉེ་བདེན་པ་རྒྱ་ལོ་མི་རང་རེད་ཤར་བ། རྗེས་སུ་ཡི་རངས་བྱེད་ཀྱི་ཡོད་ཨོ་ད་དེ་ནང་ལོགས་ནས་སྤོ་རོགས་ནག་པོ་དོན་གཉེར་གྱི་ཧྥ་རན་སི་གི་བསྟན་དགྲ།

ཆོས་དབྱིངས་མང་པོའི་ཐོག་ནས་དགེ་བ་འགྲོ་དགོས་རེད་ར་ད་ད་ལྟ་འདི་ར་དམིགས་བསལ་གྱིས Good and Evil ནག་པོ་དང་དཀར་པོའི་གྱི་བར་གྱི་དམག་དེ་འགྲོ་དང་འགྲོ་བཞིན་པ་རེད། ང་རྒྱ་ནད་འདི་བྱུང་དུས་ཙམ་པ་ལ་ནག་པོ་དེ་ཚོ་ད་ཐོབ་པ་འདྲ་བོ་ཅིག་ཆགས་སྒོ་ད་འདི་བཙན་དབང་གི་དུས་ཚོད་འདྲ་བོ་ཅིག་ར་མི་ལ་མི་གི་རིན་ཐང་མེད་པ་འདྲ་བོ་བཟོས་ནས་ཁང་པ་ནང་ལོགས་ལ་བདག་དགོས་ཡོད་པ་ཁ་ཚང་མ་བཀག་དགོས་ཡོད་པ། ལ་ཨ་ནི་ལུས་ལ་འདོད་པ་ཡོད་ནས་མེད་ནས་ཁབ་ཟེར་བ་ཡོད་པ་རེད། ད་འདི་དངོས་གནས་བྱས་ན་མང་པོ་བྱེད་ཀྱི་དེ་ད་ལྟ་དབང་ཡོད་ཤེས་རྒྱུ་དེ་ལ་ངོ་ལེན་ཡོད་མ་རེད་ཡིན་ན་ཡང་སོ་སོའི་གི་ནུས་པ་དེ་ཏག་ཏག་ཡར་བཏོད་མ་ཐུབ་ནི་ཨ་ནི་སྡུག་ཅག་ལ་མ་གུར་འགྲོ་བ་རེད། གུར་ནི་ཐུ་སི་རན་དོ་ར། འབུར་ནི་ཨ་ནེ་ཡིས་སོ་སོའི་གི་རང་དབང་དེ་སྡུག་བསློས་བཏང་བ་རེད། ད་འདི་ཚང་མ་ལོ་བྱུང་ཡས་དེའི་དངངས་སྐྲག་གི་ཐོག་ནས་ཞེད་སྣང་གི་ཐོག་ནས་ད་ཞེད་སྣང་དང་དངངས་སྐྲག་ལས་དེའི་སྲིད་ཇུས་ངན་པ་ཅིག་ཆགས་བསྡད་འགོ་རེད་དེ་གཞུང་མང་པོའི་ཅིག་གི་ནང་ལ་འགྲོ་བསྡད་ཡ་རེད་མི་མང་གི་ནང་ཁུལ་གི་འབྲེལ་བ་གི་བར་ལས་དེ་བྱུང་འགོ་རེད་སྲིད་ཇུས་དེ་ར་ཞེད་སྣང་གནང་ནི་ཨ་ནེ་ཡིས་ཞེད་སྣང་གི་མི་ཞེད་སྣང་སྐྱེས་རྒྱུ་གི་མི་ཅིག་ཡོད་ན་དེ་ལ།

ཐོག་ནས་རྒྱ་ནད་འདི་གའི་དུས་ཚོད་ལ་ད་ཡག་པོ་ཅིག་མཐོང་ཡོད་རེད། སུད་ཀྱི་གདུགས་དཀར་གྱི་འོག་ལ་ཤོར་ནས་སུ་སུ་སོ་ལུས་དང་སེམས་ལ་གྱོང་ལེན་སོང། ཨ་ནི་སུད་སུད་ཀྱི་དེ། སྲིད་ཇུས་ངན་པ་འདི་ལ་ཉན་གྱི་མེད་ལ་ནི་སོ་སོ་ཚོ་ལྷ་དང་ཐང་ལ་སྤྲོ་ནས་ད་འདོད་འཕྲོད་བསྟེན་ཡག་པོ་བྱེད་ནི་བསྡད་འདུག་སླད་ཀྱི་སྐད་ཆ་འདི་དག difference between good and evil ར་ཨན་འདི་དང་མཉམ་དུ་དཔལ་འབྱོར་གྱི་ཐོག་ནས་དངོས་གནས་མཁས་པ་ཞིག་ཅིག་འདྲ་ཡོད་རེད་ཤོད་ཡིན་པ་ད་འདས་ཀྱི་རྒྱ་ནད་འདི་གི་ཚ་བའི་གི་དུས་ཚོད་དེ་ལ།

འཛམ་བུ་གླིང་ནང་ལོགས་ལ་ང་ཚོའི་མི་དམངས་ཀྱིས་བེད་སྤྱོད་བཏང་བ་ལས་ལྷག་པ་གི་བཅའ་ལག་བསྟོད་དབྱངས་དང་ཟས་བཅད་རིགས་བསྟོད་དབྱངས་ད་དེ་ཚོ་གང་དགའ་སྐྱོ་བྱས་ནས་མ་བྲིན་པ་ཕྱིར་ད་ག་འདའ་མ་འདའ། རྒྱ་ནད་འདི་གི་དུས་ཚོད་འདི་ལ། ཨ་འདི་བྱས་ལ་ཁོ་རང་ཚོ་ལ་བཅའ་ལག་རྙིང་པ་ཚང་མ་བྲིན་པ་ཚར་བྱེད་དུས་ཨ་ནི་རྒྱ་ནད་འདི་ཚར་དུས་ཚང་མ་ལ་ཨི་ཡི། བཅའ་ལག་གསར་བ་དེ་ཚོ་བེད་སྤྱོད་བྱེད།

ལོ་དེ་ཚོ་རེད་ད་དེ་ལ་ཁེ་ལ་བས་ནི་ཡོད་མ་རེད་སྤྱི་བདག་ནས་གཞུང་གི་ཁྲིམས་དང་འཛམ་གླིང་རྒྱལ་ཡོངས་ཀྱི་སྲིད་ཇུས་ངན་པ་བཙུགས་ནས་ནི་དབང་ཡོད་ཅིག་འགྲོ་བསྡད་ཀྱི་ཡོད་ན་དེ་ལ་དགག་པ་བྱས་ཏེ་དངོས་གནས་ལེ་ལ་འོས་མ་རེད་ཞོན་ཡིན་ར་དེ་ལ་ཏིས་ཅིག་བླུ་བ་ཏིས་ཅིག་གོ་རེད་ར་ད་དཔེ་ལ་ཆ་བཞག་ན་ད་ལྟ་ཁབ་ཀྱི་དུས་ཚོད་བརྗེད་འདུག་ཡ་ཡིན་ན་ཡང་མི་ཁ་ཤས་ཅིག་གིས་སོ་སོའི་གི།

འདི་ཚོ་ཚང་མ་རོ། དམངས་ཀྱི་ལང་ཀ་དང། མ་འདྲ་བ་འདྲ་བོ་ཅིག་ཆགས་འདི་གོ་རེ། ནི་མི་ལ་ཡི་ནི་དམངས་ནི་འགྲོ་ས་དེ་ལ་འགྲོ་ཡ་དཀའ་བོ་ཡིན་དུས་ཙམ་པ་ལ། ཨ་ནི་ད་ལྟ་དངངས་སྐྲག་ཡོད་ནི་དེ་འདྲའི་སྐོར་ལ་ཤེས་ཤེས་ཀྱི་མ་རེད་ཧ་གོ་གི་ཡོད་ནི་ཤེས་ཀྱི་མ་རེད། ཨ་ནི་སུ་སུ་ལ་གཞུང་གི་ཁེ་ཕན་འདྲ་བོ་ཅིག་གི་སྐད་ཆ་འདྲ་བོ་ཅིག་བཤད་ནི་ཨ་ནི་དེ་བྱེད་དགོ་རེད་ལ་ན། ཨ་ནི་བྱེད་ཀྱང་བྱེད་གི་རེད་དཔེར་ན་ཆ་ཤས་ན། རྒྱ་ནད་ཀྱི་དུས་ཚོད་ལ། ཁབ་མ་རྒྱག་ན། ལས་ཀ་བྱེད་བཅུག་མ་རེད་ཁབ་མ་རྒྱག་ན་གནམ་གྲུ་ནང་བས་ཡོད་མ་རེད་ཡར་བྲོས་ཡོད་མ་རེད་མར་བྲོས་ཡོད་མ་རེད་ལ་བྱས་ན་མང་པོ་ཅིག་བསླངས་པ་རེད་ར། ནས་མི་མང་པོ་ཅིག་གིས་ད་མང་པོ་ཅིག་ལ་དུས་ད་སྤྱི་ཚོགས་གང་ཟག་ཅིག་བས་ན་ཉུང་ཤས་ཅིག་ཆགས་སྒོ་རེད་དེ་ཚོད་ཀྱིས། ཨ་ནི་ཡི་ཁྲིམས་དེ་འདྲས་ལ་ཁས་ལེན་མ་བྱས་པ་ཅན་ཞེ་ན་དངངས་སྐྲག་དེ་ལ་སོ་སོའི་གི་སེམས་ཁམས་ལ་གནོད་མ་བྱུང་ནས་ཨ་ནི་སོ་སོའི་གི་ལྟ་བ་བརྟན་པོ་བྱས་ནས་བསྡད་ནི་ཨ་སོ་སོ་སོ་ག་འདོད་འགྲོ་བསྡད་ཡོད་རེད་ད་གནམ་གྲུ་ནང་ཕེབས་ཆོག་གི་མ་རེད་ད་ནི་ཞེ་སྣང་ཅིག་བསླངས་པ་རེད་སོ་སོའི་ལྟ་བ་བརྟན་པོ་བསྡད་རྒྱུ་དེ་ཚོ་ལ་མོ་ཚེ་ནི་གནམ་གྲུ་ནང་ལ་འགྲོ་བ་རེད་ར་ལས་ཀ་ཤོར་གི་རེད་ད་ནི་ཞེ་སྣང་ཅིག་བསླངས་པ་རེད་ལས་ཀ་ཡག་པོ་བྱེད་ངེས་ཅིག་ཡིན་ན་ཁ་བསྐྱར་ནས་བསྡད་མ་བསྐྱར་ནས་བསྡད།

ཆུང་དུས་བརྩམས་པ་ལ་མི་གཅིག་གིས་ཅི་ཟེར་ཅི་བྱེད་སློབ་སྦྱོང་ཡོད་པའི་སྐད་ཆ་འདྲ་བོ་བྱེད་ས་ཞག་རང་གི་སྐད་ཆ་བཤད་སྟངས་འདྲ་བོ་འདི་བྱས་ན། ཨང་གཉིས། སྨན་དང་ཁབ་དང་དེ་ཚོ་ལས་ཟས་དང་སྤྱོད་པ་ཐོན་ནས་འགྲོ་སོང་འདི་ཆེད་ཡོད་རེད་དོན་དུ་བཤད་ཟེར་ན། མི་མང་པོ་ཅིག་ལ་དེ་ཁམས་ཀྱི་སྨྱོས་རང་མ་རེད་ལ་ཟེར་ད་ང་ནི་རྒད་མོ་ར་ཅིག་ཤོས་སུ་ཡིན་ནས

ཁྱེད་ཚོ་ཁྱེད་གཉིས་ཡིས་སྐྲ་མ་འདྲ་བག་ལེབ་གང་ལ་ཅིག་ཅེམ་ཆུ་ཡ་དང་མུ་ཁྲེ་ལ་ཆུ་ཡ་དང་དེ་ཚོ་ཡག་པོ་མི་འདུག་ཨ། ཁ་ལག་སིམ་པིལ་ཟ་དགོས་ཡ་ཁ་ལག་ཆུ་འདྲ་མ་འདྲ་མ་འདྲ་དེ་ཟ་དགོས་ཡ་དེ་ལ་ཟས་ལ་བོར་ལྟ་ཟས་ལ་ན་ཞེའུ་ཅིག་དྲག་སྐྱེའོ་ཞེས་ཞེ་སའི་ལེའུ་བཅོ་བརྒྱད་དེ་འདྲས་ཟ་ལ་བོར་མ་དེ་ནི་མི་མང་པོ་ཅིག་གི་གོ་ཚོད་མི་འདུག་ཨ། ཟས་ལ་དེ་སོ་སོའི་ཁ་ནང་བཏང་ཡ་དེ་ལ་བོར་ལྟ། ཆང་རག་ཚག་ལ་ཆུ་བཏུངས་ཡ། ཆ་བཏུངས་པ་ཡིས་ནི་ཆ་ནང་ལོགས་ལ་བྱེ་མ་ཀ་ར་མེད་པ་ལ།

ད་ལྟ་གཟུགས་པོ་ལ་ཁབ་བཟེད་རྒྱོ་དེ་ཚོ་གི་ཐོག་ནས་གནོད་པ་བྱུང་རྒྱུ་དེ་ཚོ་ཡོད་པ་ཡིན་ན། ང་རང་གིས་ཡིད་ཆེས་བྱས་ནས་བཤད་ཡ་དེ། བཟེད་དང་གཅོད་པ་གི་ཐོག་ནས་དེ reverse བྱས་ཡོད་རེད reverse བྱས་ཡོད་རེད་ལ་ན། གནོད་པ་བྱེད་རྒྱོ་དེ་གནོད་པ་མེད་པ་ཐོག་ནས་ད་བར་མེད་པ་བཟོས་ཡོད་རེད་བསམ་གི་འདུག་ས་ར། ཡིན་ན་ཡང་དེ་ལ་ཉི་མ་གཅིག་གཉིས་ཀྱི་འགྲོ་སྟངས་མ་རེད་དེ། ཟླ་བ་མང་པོ་ལོ་མང་པོ་བྱས་ནས་དཀའ་ལས་རྒྱག་དགོས་རེད། ཨ་ནི་སྒྲིག་འཛུགས་ཡག་པོ་དགོས་དགོས།